ཤར་ངོས་ཀྱི་རི་ལྡེབས་འདིའི་བར་ཡས་ཡིན་ན་ལོ་ངོ་སྟོང་ལ་ཉེ་བའི་སྟག་རྒོད་གནས་སུ་ཆགས་ཡོད་འདི་ད་ལྟ་ལྷན་རྒྱས་ཚོས་རྗེ་ཡག་གིས་ཀུན་ར་དགོན་ཞུ་བ་འདི་རེད། ཀུན་ར་དགོན་ཞུ་བ་འདི་ཡིན་ན་ནི་ཐོག་མར་ཕྱག་བཏབ་ངས་ད་སུ་རེད་ཞུས་པས་སོང་ཡིན་ན། ང་ཚོ་ད་བསྟན་པ་འཆི་བདག་གི་མེ་རོ་འདི་ག་ལི་ག་ལི་ལ་གསོད་ཡོང་དུས་ཡིན་ན་དབུས་གཙང་གི་མཁས་པ་མི་བཅུ་ཞུ་ཡག་གི་ནང་ཚན་ད་དུས་འོ་འཛིན་པ་ཆེན་པོ་ཀླུ་མེས་ཚུལ་ཁྲིམས་ཞུ་ཡག་ཁོ་རང་གས་ཡིན་ན་ད་དབུས་ཀྱི་ཕྱོགས་སུ་ཡིན་ན་ད་ཁོ་རང་གས་ཆོས་གྲ་རྒྱས་པོ་འདི་འདྲའི་དར་སྤེལ་བཏང་ན། བདག་ནང་བཞིན་གྱི་ད་སློབ་མ་ཤིན་ཏུ་ནས་མང་པོ་འདི་འདྲའི་སྐྱག་སྣང་ཡོད་རེད། ཨ་ནི་བསླུ་མེད་ཚུལ་ཁྲིམས་མཆོག་ལ་ཡིན་ན་ད་ཤིན་ཏུ་ནས་གཉེར་འདྲ་ཆེ་བས་ད་ཁོ་རང་གི་སློབ་མ་ཀ་བ་ཞི་ཞུ་ཡག་གི་ད་སློབ་མ་གྲགས་ཅན་གྱི་ཞིག་ཡོད་རེད་འདིའི་ནང་ལོགས་ལ་ཡིན་ན་རྔོག་བྱང་ཆུབ་འབྱུང་གནས་ཞུ་ཡག་ཁོང་རང་ཡིན་ན་ད་ཁོ་རང་གི་རྔོག་ཞུ་ཡག་གི་འདི་ད་རུས་བཟུང་ཙང་ཨ་ནི་ཡིན་ནས་ད། གསུང་དང་གཞན་པ་ཅིག་བྱས་པའི་སོགས་ཡིན་ན་ཕལ་ཆེན་ཁོ་རང་གི་བསྔོག་ཞུ་ཡག་འདི་བདོག་སྨད་འགྲོགས་ཞུ་ཡག་གི་ད་དེ་འདྲས་ཀྱི་གསུང་དང་འདི་རེད་འདུག་ད་ཡིན་ནའི་ད་འདུག་སི་སེ་ཡུལ་དངོས་ཀྱི་ཁོ་ན་ཚོ་གསུང་དང་བྱས་པའི་སོགས་ཡིན་ན་ཨ་ལས་བསྔོག་ཞུ་ཡག་གི་ཁོ་རང་གི་རུས་ཆད་ཅན་ཡིན་ན་ལྷན་རྒྱས་ཚོ་ལ་འགྲེལ་བཤད་ཞུ་གི་ཡིན། སྔོ་བྱང་ཆུབ་འབྱུང་གནས་ཞུ་ཡག་ཁོ་རང་གི་ཡིན་ན་ཨ་ནི་དེ་ཡང་ཡིན་ན་ཀུན་ར་དགོན་འདི་ཕྱག་བསྡམས་གནང་བ་དང་ད་ད་ལྟ་བུ་དུ་ཡིན་ནས་ད་ལོ་ངོ་སྟོང་ལ་ཉེ་བའི་ལོ་རྒྱུས་དེ་འདྲ་ཕྱིན་ཡོད། ད་དེའི་རྗེས་སུ་ཡིན་ན་དམིགས་བསལ་གྱིས་ད་ང་ཚོ་བཀའ་གདམས་པའི་སྲོལ་ཕྱེས་པ་ང་ཚོ་འབྲོམ་སྟོན་པ་རྒྱལ་བའི་འབྱུང་གནས་མཆོག་དང་ད་ཁོ་རང་གི་བླ་མ་སྲིད་བཙུན་མཆོག་ཡིན་ནས་དངོས་སུ་ད་ཀུན་ར་དགོན་ཞུ་ཡག་དེ་ཡིན་ན་ད་དངོས་སུ་ད་ཞབས་ཀྱི་བཅའ་གནང་པ་ཡིན། དེ་ནས་དེའི་རྗེས་སུ་ཡིན་ན་ཨ་ཆེན་པོ་མཆོག་གི་ཡིན་ན་ཤེས་རབ་ཀྱི་ཕག་རི་དུ་ཕྱིན་པའི་བཤད་གྲྭ་ཡིན་ནས་ད་གནས་དེ་ཡིན་ན་བཙུགས་གནང་པ་ཡིན། གནས་འདིའི་རྗེས་སུ་རྗེས་སུ་དེ་འདྲ་ཡིན་ན། ཞུ་བ་འཕྲིན་ལས་རྒྱ་མཚའི་ཕྱོགས་ཀྱི་ཡིན་ན། ང་ཚོ་དགོན་པའི་ལུགས་དེ་ཡིན་ན་དགེ་ལུགས་པ་ལ་ཡིན་ན་ཁོ་རང་གི་ཚུགས་རྒྱུ་གནང་པ་ཡིན། ད་སྔོན་མ་ང་ཚོ་རིག་གནས་གསར་བརྗེའི་དུས་ལ་ཡིན་ན་ནི་དེ་ཡག་ཡིན། ད་གཏོར་སྐྱོན་ཤུགས་ཆེན་པོ་འདི་འདྲ་ཕོག་ཤག་ནི་ད་ལྟ་ལྷན་རྒྱས་སུ་མཇལ་བ་ནང་བཞིན་གཤམ་གྱི་ད་ལྟ་ཉམས་གསོ་གནང་པའི་དགོན་གནས་དེ་ཡིན་ན་དེ་འདྲས་ཆོས་ཁང་འོག་ད་དེ་འདྲས་ཞུ་གནང་གི་འདུག་ནི་སྔོན་མ་ཡིན་ན་ད་ཆོས་ཁང་རྐྱང་དང་མཆོད་ཁང་འོག་ཞུ་ནས་ད་དེ་འདྲའི་ཡང་མིན་མཆོད་ཁང་གོང་དང་མཆོད་ཁང་འོག་ཞུ་ཡག་གི་ད་དེ་འདྲའི་གྲུབ་ཆའི་དབྱེ་བ་དེ་འདྲ་གཉིས་ཙམ་ཞིག་དེ་འདྲ་བྱེད་འདུག་ཨ་ནི་ད་ལྟ་ལྷན་རྒྱས་སུ་མཇལ་ཡག་གི་ཉམས་སུ་སྣང་བའི་ཤུལ་དེ་རྒྱ་ཡིན་ན་ཨ་ནི་མཆོད་ཁང་འོག་གི་ད་ས་ཡུལ་དངོས་རང་ཡིན་གསུང་གི་ཨ་ནི་གང་གི་ད་ད་འདྲ་འདུག་སེ་མཇལ་ཡག་གི་ཤུལ་རྙིང་པ་དེ་རྒྱ་ཕལ་ཆེར་མཆོད་ཁང་གང་གི་ཤུལ་དེ་འདྲ་ཡིན་པ་འདྲ་ལ་ཨ་ནི་ད་ད་ལྟ་བར་དོ་ཡིན་ན་ང་ཚོ་ཞུ་ཞུ་ཡག་གི་ད་ཤང་དེའི་ནང་ལོག་ལེ་ཡིན་ན་དམིགས་བསལ་གྱི་ད་ལོ་རྒྱུས་ཡུན་རིང